ཝོ་སི་ཧྥ་པོ་ཁུང་ཞུ་ཐན་སྦྱར་ཡོད་མ་རེད་དེའི་དུས་ཁ་ནས་ད་ད་ལ་ད་ལོ་སྐུ་འདུས་དགུང་ལོ་དགུ་ཅུ་ཕེབས་པ་དེ་ལ་ཡང་དམིགས་བསལ་ཁོང་ཚོས་ཀྱི་དེ་ཕེ་ཀྱི་མཛད་སྒོ་ཆུང་པོ་ཞིག་འདུག་བ་དེ་ལ་ཡང་ཨ་ནི་ངེད་ཀྱི་ཞལ་གསུམ་ཕུལ་བ་ཡིན་གངས་ཅན་པ་དེ་ངའི་གངས་ཅན་པ་དེ་ད་ངེད་ཀྱི་ཡིན་གཅིག་མིན་གཅིག་ད་རྒྱ་བོ་རུམ་བཅས་ཀྱི་ད་ད་དགུང་ལོ་དགུ་བཅུ་དེ་ལ་ངས་བཀའ་བཙུགས་ནས་ངའི་ཁ་སེང་སོག་ཡུལ་ལ་བཟོས་བ་རེད་འདི་བཟོ་དགོས་ཡའི་རྒྱུ་མཚན་གཙོ་བོ་གང་ཡིན་ཟེར་ན་སོག་པོ་དང་ང་ཚོ་བོད་པ་ཚོ་ད

ཅིག་ཁ་ཤོ་རེད། ཐུགས་རྗེ་ལེགས་འབུལ་གྱིས། འདི་འདྲའི་ཅིག་ཕུལ་ན་ཡག་པོ་ཞུ་མེད་འགྲོ་བསམ་ཨ་ནི་ངེད་ཀྱིས་བསམ་བློ་ཞིབ་པོ་བཏང་བྱས་ད་དེ་རིང་ངས་བཤད་རྩོད་རེད། དེའི་དུས་ཀ་ནས། དེའི་ཉིན་མོ་དེ་ལ་ཡ་ནི་ངས་བིདེའོ་ཅིག་བཟོས་ཡོད་ཁ་སང་ངས་རྒྱ་གར་ལ་མི་ཞིག་ཁྱེད་རང་ཚོ་སེ་བིདེའོ་དེ་ངས་རིལིས་བྱས་ཡིན་ཨ་ད་ག་ན་བཞིན་ཅིག་ཁ་ཤོ་རེད། གཞས་དེ་རིལིས་བྱས་ཡིན་ཨ་དེའི་དུས་ཀ་ནས་ད་གལ་ཆེ་ཤོས་དེ་ག་ཡིན་ཟེར་ན། ད་ང་ཚོ་ད་ལོ་ལོ། རྒྱལ་བོ་རིན་ཆེན་དགུང་ལོ་དགུ་བཅུ་ཕེབས་པ་དེ་ལ་ད་ང་ཚོ་བོད་པ་ཚང་མ་ལོ། རེས་ད་ཅིག་ཕ་ཁ་ན་རེ་ཏེ་ད་ཅིག་ང་ཚོ་འཇིག་རྟེན་གྱི་ཆོས་ཅི་ག་ཤོར་བ་རེད་ད་འཇིག་རྟེན་འདིའི་ནང་ལ་ཡང་ད་ང་ཚོ་བས་ན་ང་རང་ཚོ་ང་རང་ཚོ་ཡིན་བསམ་བསམ་ད་ཨ་ནི་གཞན་ལ་ཕ་ད་དུ་ཚོའི་ཁྲོད་དུ་ད་རྒྱལ་བོ་རིན་ཆེན་གྱི་བཀའ་ཡག་པོ་ཉན་པ་ཡིན་ན་ད་ཚོ་བས།

ཁོ་ཚོ་གྲ་སྒྲིག་བྱེད་མཁན་གྱིས་ང་ཡིན་གཅིག་མིན་གཅིག་བློ་ལྡན་རྣམས་ནི་ཡིན་གཅིག་མིན་གཅིག་ཡོང་དགོས་ཡོད་ཟེར་ཅེས་ལན་ཤག་ཤག་དེ་ཡི་དུས་ཀ་ནས་ཡིན་དེ་ཡིན་འོ་ལ་སོ་ད་དེ་ལས་ལྷག་ག་གང་ཡོང་ཟེར་ད་རྒྱ་བོ་རོམ་བཅས་ལི་ཡ་ད་ལོ་ལོ་དགུང་གྲངས་དགུ་བཅུ་འཕེལ་བའི་དུས་ཀྱི་ལོ་དེ་ལི་ཡ་ད་ང་ཚོ་ཚང་མས་གི་ཧུ་ད་པ་ད་བྱེད་རྒྱུ་རེད་ཞེས་ད་ངེད་ཀྱི་ཞེས་ད་བྲོ་འཁྲབ་ངེད་ཀྱི་བྲོ་འཁྲབ་ཆབ་སྲིད་པ་ཚུལ་གྱི་ཨ་ནི་བྱམས་པས་གི་སྙིང་རྗེ་དང་བྱམས་པ་སུ་སུན་གྱི་ནི་འགལ་ཟླ་འདུ་འཛོ་ལ་ཡང་ཏིས་ཅིག་ད་སྙིང་རྗེ་སམ་སྙིང་རྗེ་སྐྱེས་ནི་ནི་ད་ལོའི་ལོ་དེ་ལ་ང་ཚོ་ཚང་མ་ལོ་ནི་དབུ་ནས་དྲ་ནས་ཡིན་ད་པེ་ད་རྒྱ་བོ་རོམ་གྱི་གི་མཚན་དེ་བེད་སྤྱོད་མ་བཏང་བ་ལ་རྒྱ་བོ་རོམ་གྱི་ད་པེ་ད་དགུང་ལོ་དགུ་བཅུ་འཕེལ་ཡོ་རེ་བྱེད་ཚང་ང་ཚོ་ཚང་མ་ལོ་དོག་ས་ཆིག་ཁྲི་ཆབ་སྲིད་པ་ཚོ་གི།

ཁ་སོགས་རེད་ད། Arunachal Pradesh། གི་ཨ་ནི། ཁ་སོགས་རེད་ད། Chief Minister སོགས་རེད་ད་གང་ལྟར་ཡིན་པས། ད་ང་ཚོ་སྤྱི་ཁྱབ་བློན་ཆེན། ང་ཚོ་བོད་ཀྱི་གྲོགས་པོ་ཡོད་ནས་མེད་ནས། ཁོང། ཨ་ནི་བི་གེ་ད་ཅིག། དངོས་གནས་དྲན་ནས་ང་ཚོ་བོད་པ་དང། ཨ་ནི་རྒྱ་གར།

བརྟན་པོ་ཆུ་བཟོས་བྱེད་དུ་ད་འདི་བོད་དང་ཨ་ནི་རྒྱ་གར་གྱི་ས་མཚམས་རེད་ཡ་འདི་སྐད་ཆ་འདི་གང་ལེགས་ཡོད་ར་བ། བྱས་ཙང་འདི་ཡོད་དུས་ཀ་ནས་ཨ་ནི་ཁ་སིང་སྤྱི་སྐྱོབ་བློན་ཆེན་གྱི་ང་ཕ། མ་གཞི་རྡ་རམ་ས་ལ་ལས་མཇལ་སོང་ཨ་ནི་ང་ལ་ཞལ་ལག་གནང། ཧ་ཅང་གི་ད་བེ། བྱམས་སྐྱོང་གནང་སོང་བེ། དགའ་པོ་བྱུང་ཨ་ནི་འདི་ནས། ཨ་ནི་ང་ཕ་ད་དེ་རིང། ཕི་གེ་མོན་རྟ་དབང་ལ་ཡིན་གྱི་མིན་གྱི། ཡོང་རོགས་གྱིས་རྒྱལ་བ་ཀུན་གྲོལ་འབྲུག་པ་ཚངས་དབྱངས་རྒྱལ་ཚུགས་ཀྱི་ཨ་ནི

ཆོས་དང་རིག་གཞུང། དེ་འདས་མང་པོ་ཅིག་འབྲེལ་བ་ཡོད་དུས་ག་ནས། དེ་རིང་ང་ཕ། ཤོ། ཁྱེད་རང་གི་ད་ལྟ་བུ་ཚོ། རྒྱ་བོད་ཀུན་འདུས་འཁྲུག་པ་ཚ་ཡང་སྒྱུ་རྩུབ་ཀྱི་ཞལ་དུ་བཏང། འདས་ཡོད་དུས་ག་ནས། ཁྱེད་རང་ཡིན་གཅིག་མིན་གཅིག་ཡོང་ཤོག་ཨ་གསུངས། ངས་ཡིན་འདི་ཡིན་ཞུས། ད་ལོ། རྒྱ་བོར་མི་ཆོས་དགུང་ལོ་དགུ་བཅུ་ཕེབས་པ་འདི་གི།

ད་དངོས་སུ་ད་ཅིག་རྒྱལ་བ་འདྲ་བོ་ཅིག་རེད་བ། དེ་འདྲས་ཡོད་དུས་ག་ནས་ཨ་ནི་དེ་འདྲས་ཅིག་ལ་ང་མ་འགྲོ་ན་འགྲིག་མ་རེད་བསམ་ཕྱིན་ནས་ཨ་ནི་ང་བརྙན་དང་པོ་དེ་ལ་ངས་ཨ་ནི་ག་ས་མོན་གི་ཆུ་བ་ཅིག་ལ་འགྲོ་བ་མག་མོ་གོན་ཏེ་དེའི་དཔེ་ཉོ་ཁ་ཕྱིན་ད་དཔེ་དེ་རིགས་གང་ལས་བ་ཚད་ཁ་ཕྱིན་ཐ་མ་ཐ་མ་ཅིག་རགས་སོ།

མཐོང་པོར་གོ་ནས་ཨ་ནི་པའི། ཅིག་ཚོགས་བར་ཤུགས་ཆེན་པོ་བྱུང་སོང་ཨ་ནི་དེ་ནས་ངས་ཐེངས་མ་གཅིག་རི་ཆིད་གི་ཡ་དང་ཁོང་ཚོ་ཕི་གའི་པན་ཆེན་རུམ་བཅས་ཀྱི་དེ་ག་ལ་ཡ་ཨ་ནི་ཇི་ནི་པ་ལ་ཡ་མཛད་སྒོ་ཞིག་ཚུགས་རེད་པན་ཆེན་དེ་ལ་ང་དེ་ཆི་གི་འདུག་ཨ་ནི་ཕྱི་རྒྱལ་རྨོ་རྨོ་ཅིག་ཉིང་རྗེས་ངའི་འཁྲིས་ལ་ཨ་ནི་དེང་རྗེས་ཀྱི་ཟུར་ལ་ཡ་ཡ་སླེ་ནས་ཨ་ནི། ཁྱེད་རང་དང་ཨ་ནི་རྒྱ་བོ་སྐུ་འདྲ་ཕྲུག་པ་ཚང་ཡ་རྒྱ་མཚོ་གཉིས་ཨ་ནི་ངའི་གཉིད་ལམ་འདྲ་ཟེར་བ་རེད་ད་ག་འདྲ་ཁོ་རང་གི་དེ་འདྲ་མཐོང་སོང།

ཨ་ནི། ངས་སྒྲ་བརྙན་འདི་ང་བོད་ནས་འཇོག་རེད། དེ་ནི་ཀོ་བིད་སྐབས་ལས། ཨ་ནི། སྒྲ་བརྙན་འདི་ཨ་ནི། ད་འཛམ་བུ་གླིང་ལ་ཡང་ཨ་ནི་བོད་ཀྱི་གཞས་དེ་ཚོ་བཏང་རོགས་བྱེད་ཞེས་བྱས་ཨ་ནི་ང་བོད་ནས་ཧོང་ཀོང། ཧོང་ཀོང་ནས་ཨ་ནི་སུད་སི་ལ་འདུག་སུ་འཇོག་རེད། ཕལ་ཆེར་བཏང་ཡང་ཁོ་རང་ལས་སྒོར་མོ་ཕལ་ཆེར་འགྲོ་ལ་ལྔ་བརྒྱ་དྲུག་བརྒྱ་སུ་ཕྱིན་ཡིན་ས་རེད།

ད་དེ་འདྲས་ཀྱི་འདོད་ཆགས་ཞེ་སྡང་ཕྲག་དོག་ནང་ལྷུང་ནས་འདུག་ག་ནས་ཨ་ནི་བད་དེ་ཉི་མ་དེ་སྤྲིན་བད་ཀྱི་བྲིས་པ་འདྲ་པོ་བྱས་ཨ་ནི་རྒྱ་བོ་རོམ་གྱི་ཀ་ཁ་ངོ་མ་འདུག་ཚོ་བད་དེ་སྤྲིན་བད་བྲིས་ནི། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་གི་ཨ་ནི་ང་ཚོ་བོད་པའི་ནང་ལ་ཡོར་བ་ད་བད་ན་འདུག་ག་ད་ཡིན་གྱི་མ་རེད་ད་ཡིན་ནས་ད་མི་འདུག་ཚོ་མང་པོ་ཅིག་གི་ད་ཅིག་སློབ་སྦྱོང་མེད་པའི་རྐྱེན་ཡིན་ནའི་རེད། འདོད་ཆགས་དང་ཞེ་སྡང་ང་རྒྱལ་ཕྲག་དོག་ཨ་ནི་འདི་འདྲའི་གི་དཔེར་ནང་ལ་བསྡིབས་ཡོད་དུས་ཀ་ནས་ཨ་ནི་འདུག་ཚུལ་ཕྲན་ཚུགས་མང་པོ་ཅིག་གིས་ཨ་ནི་སོ་སོའི་དཔེ་ད་ཅིག་སྣང་བ་གཡེང་བ་ཟེར་བ་རེད་ད་འདི་འདྲའི་གི་ཁ་ཤོ་བ་རེད་ད་དཔེ་ལྟ་སྐྱང་ལངས་ཤོག་ཟེར་བ་རེད།

ད་རྒྱ་མི་ཡིས་ད་ང་ཚོ་བོད་མི་རིགས་དེ་རྩ་མེད་བཟོ་ཡ་དེ་ཁོང་ཚོའི་དམིགས་ཡུལ་རེད་ད་དེ་ཁོ་རང་ཚོ་གི་ལས་འགན་རེད་ད་ལས་འགན་སོ་ཆགས་དེ་ཁོ་རང་ཚོ་གི་ལས་འགན་སླད་འདི་བྱས་ད་དེ་མུ་མཐུད་ནས་བྱེད་འགྲོ་གི་ཡིན་ནའི་ང་རང་ཚོ་བོད་པ་ཚོ་གི་ང་རང་ཚོ་བོད་པ་ཚོ་གི་ཨ་ནི་པའི་རྨོངས་དད་ནི།

ང་ཚོ་བོད་མི་རིགས་ཀྱི་འཐབ་རྩོད་དེ་མེད་པ་བཟོ་ཡ་རྒྱ་བོད་རུམ་བཅས་ཀྱི་སྐུ་ལས་སྐྱོན་པ་དེ་མེད་པ་བཟོ་ཡ་ཨ་ནི་བོད་ཀྱི་མི་རིགས་དང་ཨ་ནི་ཅེ་གང་ལྟར་ང་ཚོ་རྒྱ་མིག་གི་རྩ་མེད་བཟོ་ཡ་དེ་ལ་ཡ་ཨ་ནི་དེ་ལ་ཁོང་ཚོས་རོགས་པ་བྱེད་པ་འདྲ་བོ་མཐོང་འདུག་དེ་འདའི་ཐོག་ནས་ང་ནད་ཁྱབ་ཡོད་མ་རེད་གཞན་ད་ལྟ་ང་ར་སུ་སི་ལའི་ལུང་པ་སྐྱིད་པོ་དེ་ལ་དཔེ་ཤག་ས་ཡག་འདུག་དཀོན་མཆོག་ད་འདའ་བོད་ནས་སླེ་ཚ་ཆུ་ལོག་ནས་སླེ་ཚ་དེ་འདའི་ག་ཚོད་རྒྱུ་ཚུགས་པོ་ཆགས་གི་འདུག་དཀོན་མཆོག་ཁང་པ་རྒྱག་གི་ཡོད་མོ་འདྲ་འདི་ད་ངས་བྱེད་མ་ཐུབ་བ་ཁྱེད་མི་འདུག་བ།

བརྒྱ་ཆ་བརྒྱ་ནས་བརྒྱ་ཆ་ཉིས་བརྒྱ་འཁོར་བའི་བློས་བཏང་ན་མོ་དོ་ད་ག་ཟེ་གི་འཕྲལ་སེལ་འཕྲལ་སེལ་གྱི་ཧོ་པི་འདྲ་བོ་ཞིག་དང་གཟའ་སྤེན་པ་ཉི་མ་ལས་བྱེད་ཐུགས་ཆེ་བོ་ཞིག་ང་ཚོ་བོད་ཀྱི་འཐབ་རྩོད་འདི་ང་ཚོ་ནམ་ཡང་ང་ཚོ་གི་དེ་དེ་འདྲ་སེལ་ཐུག་གི་མ་རེད་ཡིན་ན་ངས་ཚང་མ་ལོག་གི་འདི་བྱེད་དགོས་རུ་གསུག་མེད་ཡིན་ན་སུ་སུ་སུ་གི་དེ་འདྲས་གི་ཅིག་བསམ་བློ་ཅིག་ཁོ་ནས་ད་འདི་ལྷག་འགྲོ་ས་མི་འདུག་ཟེར་ན་སུ་སུ་བྱེད་དེ་གལ་ཆུང་པོ་རེད་བྱས་ཙང་ང་རང་ཡིན་ནས

འཕྲོ་བརླག་བཏང་རྒྱུ་མི་འདུག་བསམ། ཨ་ནི་ང་ཚོ་འདི་ཡག་པོ་ཅིག་བྱེད་དགོས་འདུག་བསམ། འདི་འདྲའི་ཐོག་ནས་ངས་བྱེད་ཀྱི་མི་འདུག་གཞན་དཀོན་མཆོག་ང་དྲང་པོ་ཞུ་ན་ང་མོ་དགྲ་ལ་དགའ་བོ་ཡོད་ཁང་པ་ལ་དགའ་བོ་ཡོད་སྐྱིད་པོ་བཏང་ཡ་ལ་དཔེ་དགའ་བོ་ཡོད་ང་ཕལ་ཆེར་ད་བོད་པའི་ནང་ནས་སྐྱིད་པོ་བཏང་མཁན་ང་མ་ཞིག་ཡོད་རྒྱུ་མ་རེད་དཔེ་ད་ཧང་སང་སྐྱིད་པོ་བཏང་ཡ་རེད་དང་ཡང་སྐྱིད་པོ་བཏང་མཁན་ཡོད་རེད་ཡོད་རེད་ཡིན་ནའི་ངས་ཀྱི་སྐྱིད་པོ་བཏང་འདྲེ་གི་ཡོད་རེད་ང། སྐྱིད་པོ་དང་དཔེ་དགའ་པོ་ཡོད་ཡིན་ནའི་བོད་ཀྱི་འཐབ་རྩོད་འདི་རེ་རེ་མཐོང་དུས་ཁ་ནས་ཨ་ནི་ཨ་ཁ་བསམ་ཡོད་ད་མི་འདི་གེ་སི་གི་དཀའ་ལས་མང་པོ་རྒྱབ་སོང་ད་དང་དུ་ཡང་ང་ཚོ་བོད་ཀྱི་འཐབ་རྩོད་འདི་ཨ་ནི་ག་བ་ལས་མཐོང་ས་མི་འདུག་བསམ་འདི་འདའི་ཐོག་ནས་ཨ་ནི་ད་ང་རེ་གི་འབད་བརྩོན་བྱས་ནས་མི་སྡུག་བ་འདུག་ས་སེ་གོ་རེ་ད་གང་ལྟར་མི་ཀླད་པ་རྒྱ་མི་རྒྱུག་གི་སེ་གོ་རེ་ཀླད་སྟོང་འདུག་ས་སེ་གོ་རེ་དཔེ་མུན་ནང་ལ་དཔེ་དཔེ་གི་ཐིམ་བསྡད་པ་འདུག་ཚུར་ལ་ཡང་གཅིག་ཕན་རེ་ཞིག་ཐོག་ཡོད་མ་བསམ། ཅེས་ཕུ་རེ་ཞིག་བརྒྱབ་ནས་ཁོ་ཚོ་ལ་ཏི་སེ་ཤུགས་ཆེ་ཟེར་ལབ་ནས། ཤ་ཚའི་སྐབས་ནས་གཏམ་སྙན་མེད་ཟེར་ལབ་པ། དེ་གཏམ་སྙན་མོ་མེད་ཟེར་ལབ་པ་ནི་ཞེས་དེ་འདྲའི་ཐོག་ནས་ངས་བཤད་ཀྱི་མི་འདུག་གཞན་ལ་ང་དཀོན་མཆོག་གྲངས་ཤིག་ན་ང། ད་འདོད་ད་ལྟ་ཁྱེད་རང་ཚོ་མང་པོ་འདི་མཐོང་གི་ཡོད་རེད་ངས་སྐྱིད་པོ་བཏང་གི་ཡོད་རེད། འདི་ལས་ལྷག་པ་ངས་སྐྱིད་པོ་བཏང་ས་རེད། སྐྱིད་པོ་ཞེ་བོ་བཏང་ས་རེད་ཡིན་ནའི། ད་དེ་མི་འདུག་ཨ་བྱས་ཙང། བྱས་ཙང་འདི་འདྲའི་ཐོག་ནས་ངས་ཞུ་གི་ཡོད་ད། འོ་ལགས་སོ་བཀྲ་ཤིས་བདེ་ལེགས། ཨ་ནི་བལ་པོ་ཚང་མ་ལ་རྡོག་རྩ་གཅིག་སྒྲིལ་གནང་རོགས།